ད་ལྟ་བཀའ་བློན་ཆེན་མོ་འདི་སྙེད་ཀྱི་བཀྲབས་འདི་ལ་བཀའ་བློན་གསུམ་པ་འདི་ལ་ཡ་དེ་འདྲ་ལངས་ཆོག་གོ་མ་རེད། ཨ་ནི་འོང་འདི་འདྲ་ཟེར་ནས་ཁྱེད་རང་ཚོ་ལ་ཡ་ཅིག་གོ་རྟོགས་ཅིག་དཔེ་ནང་དྲན་སོང་ཨ་ནི་གཉིས་པ་ཡིན་པ་ཡིན་ན་ག་ལ་འོ་རེད། དེ་སྤྱི་འཐུས་ད་ང་ཚོའི་བཀའ་བློན་གྱི་འོས་བསྡུ་ཅིག་བྱེད་ཨ་ནི་སྤྱི་འཐུས་ཅིག་བཏང་མོ་འདུག་ཨ་ནི་ཁྱེད་རང་ཚོ་མི་མང་ལ་ཡ་ད་འདུག་ཅེས་ཐད་ཀར་དྲི་བ་འདྲ་བོ་ཅིག་བསྐྱུར་བ་ཡིན་ན་ཨ་ནི་ཁྱེད་རང་ཚོ་གི་བོད་པའི་སྤྱི་ཚོགས་ནང་ལོགས་བོད་པའི་གི་བོད་གཞུང་ནང་ལོགས་ལ་ཡ་བཙན་བྱོལ་བོད་གཞུང་ནང་ལོགས་ལ་སྤྱི་འཐུས་ཁྱོད་འདོམས་པའི་ག་ཚོད་ཡོད་རེད་ཟེར་ན་ཡ་དྲི་བ་ཅིག་ཡ་ལན་ཅིག་རྒྱག་དང་ཡ

དམངས་གཙོ་ལྟར་རོལ་བ་ཡིན་ནི་དམངས་གཙོ་ལུང་པ་གཞན་པ་དང་མ་འདྲ་བ་ཅིག་ག་རེ་ཡོད་རེད་ལར་ནས་ཁྱེད་རང་ཚོ་ལ་ཡ་དུག་བྱེད་པ་ཅིག་བཏང་བས་ན་ཁྱེད་རང་ཚོ་ལ་ཡ་ཅིག་ལན་ཡོད་པས་ག་རེ་རེད་ལར་ནས་ཐག་ཟིན་ན་དོན་གོ་ཡོད་རེད། ཡ་རྒྱ་སེ་བྱེད་ད་ག་ཡང་མ་ཤེས་ག་རེ་ཡིན་པ་འདྲ་བོ་འདུག། མ་རེད་ང་ག་སེ་ང་རང་ལ་ཡ་དུག་མིག་གིས་བྲི་བ་ཅིག་བཏང་བས་ཏེ་ང་རང་ལྟས་ས་ཁེར་སོ་ར། ནི་འདི་དང་པོ་དེ་ལ་ཡ་ང་ཚོའི་གི་བཙན་བྱོལ་བོད་གཞུང་དེ་ནི་ལུང་པ་གཞན་པ་དང་མ་འདྲ་བའི་དམངས་གཙོ་དེ་ནང་ལོགས་ལ་ག་རེ་རེད་འདུག་ལབ་བས་ན་འདི་ལ། Party System མི་འདུག་བ། འདི་ཁྱེད་རང་ཚོས་ཧ་གོ་གི་ཡོད་པས་ད་ང་ཚོའི་ནམ་རྒྱུན Vote ཁ་ཐུག་ཁ་ཐུག་བླུགས་བསྡད་དེ་ད་ང་ཚོའི་ཟུར་དགོན་ང་ཚོ་མི་ཚང་མས་བླུགས་བསྡད་བོར་ཡིན་པ་ཡིན་ནའི་ཁྱེད་རང་ཚོས་ཀྱིས་ད་ལྟ་ངས་ལབ་པ་ནང་བཞིན་ང་ཚོའི་བོད་པའི་གི་དམངས་གཙོ་དེ་ཨ་ནི Party System མེད་པ་དེ་ཁྱེད་རང་ཚོས་ཤེས་ཀྱི་ཡོད། ཡག་ད་ཅིག་ལབ་ད་ཤེས་ཀྱི་ཡོད་མེད། ཁ་སིང་ང་ལ་རོགས་པ་བྱེད་ཀྱི་ལབ་དུས Party System རེད་མ་རེད་ལ་ནི་ང་ལ་ཡག་ཚུགས་འདུག་དྲི་བ་ཅིག་བཏང་འོང་དུས་ང་རང་དེས་ཁེར་སི་ཡག་ཐང་ཞིག།

ཡག་པའི་ཕྱོགས་དང་ད་ཡག་ག་དང་སྡུག་ག་གཉིས་ཀ་ཡོང་གི་འདུག་ད་མང་པོ་ཅིག་གིས་ད་ང་ཚོའི་ཕ་ཆེན་བོད་གཞུང་གིས་ལག་རྟགས་འཁྱེར་དགོས་ཡ་དེ་པརྟི་སིསྟེམ་མེད་དགོས་ཡ་དེ་ཡང་ལབ་ད་ད་མཐོང་སྣང་ཅིག་ལ་ཡ་སྟོན་སྟངས་ཅིག་ལ་ཡ་ག་འདྲ་རེད་དུ་ལབ་ཡིན་ན་པརྟི་སིསྟེམ་དེ་གལ་སྲིད་ཡོད་པ་ཡིན་ན་ནི་ཡང་འདི་གི་ནི་ཆོལ་ཁ་ཆོས་ལུགས་ཀྱི་ཐེན་སྐལ་དེ་ཤུགས་ཆེར་འགྲོ་གི་རེད་ལས་དུ་ཅིག་གི་ནས་ཅིག་གི་ནས། གོ་ཡ་ཅིག་འདུག་རོ། ག་རེ་ལབ་པས་ན་ནི་ཡང་སོ་སོ་གི་ལུང་ཚན་དང་ཅིག་ཅིག་རེ་པར་ཏི་དེ་ལ་པར་ཏི་དེ་ལ་སྦྱར་ཅིག་པར་ཏི་ག་བ་ལ་ཡོད་ན་དེ་ལ་མི་གང་ཟག་གིས་ནི་གང་དག་སོ་སོའི་གི་འཇོན་ཐང་ནུས་པ། འཆར་གཞི་དམིགས་ཡུལ། ཅིག་ཡོད་རེ་བ་ལངས་ཕྱོགས། འདི་འདྲ་ལ་དམིགས་བསལ་ནས་དོ་སྣང་མེད་པར་བྱས་ནི་པར་ཏི་ག་རེ་གང་ལ་ཅིག་པར་ཏི་ཅིག་ཡོད་པས་ན་པར་ཏི་དེ་ངའི་ལུང་པ་ག་ཅིག་རེད་ངའི་ལུང་ཚན་ག་ཅིག་རེད་ལབ་ནས་དེ་འདྲ་བྱས་ནས་འོར་འདུག་ནས་ཁོ་འོར་གྱི་འགྲོ་གི་རེད་ལབ་འཇུག་བཤད་ཀྱི་འདུག་ཨ་པར་ཏི་དེ་མེད་འོང་དུས་ཙམ་པ་ཡིན་པ་ཡིན་ན་ག་རེ་ཡོད་རེད་ལབ་ཀྱི་འདུག་ལབ་པས་ན་འདི་ནང་ལོགས་ལ་ཡ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཡ་མི་སྒེར་སུ་འདྲ་ཅིག་ཡིན་པ་ཡིན་ནས་འདི་ཆོལ་ཁ་དང་ཆོས་ལུགས་གཉིས་ཀ་ལ་ལྟོས་མི་གོ་བ་ཅིག་བྱེད་སྲིད་མི་གང་ཟག་ཁོ་རང་ལ་ཡ་འཇོན་ཐང་དང་ནུས་པ་དང་འཆར་གཞི་དང་ཁོ་རང་ཚོ་གི་ལངས་ཕྱོགས་ལྟ་བ། ཨ་འདི་འདྲའི་ཅིག་བསམ་གྱིས་མི་ཁྱབ་པ་ཨ་ནི་མི་མང་པོ་ཅིག་གིས་ཡག་རེ་བ་བྱེད་ཐུབ་པའི་ཅིག་ཡོད་པ་ཡིན་ན་ཨ་དེ་ལ་ཡང་མི་སྒེར་ལུང་པའི་གིས་ཆོ་ག་མ་དག་པ་བྱས་ནས་ཡང་ཁ་ཐུག་གོ་རང་རང་ལ་ཡང་སྒེར་གོ་རང་ལ་ཡང་འོད་ཕན་བླུག་ཐུག་གོ་རེ་བ་ཨ་འདིའི་གིས་ཨ་ནི་ང་ཚོའི་བོད་པའི་སྤྱི་ཚོགས་དེ་ཆོ་ག་ཆོ་ལུགས་གང་ཟག་མཉམ་དུ་ཡང་འདུས་བྱས་ཨ་ནི་མི་སྒེར་དེ་ལ་ཡང་འོད་རག་འགྲོ་ཨ་ནི་འདུག་ཟེར་ནས་གང་ལྟར་ང་ཚོས་ཡང་ཐུ་མེད་ཅིག་གླེང་བ་འདི་ཨ་ནི་ཆོ་ག་ཆོ་ལུགས་གང་ཟག་གིས་མོ་མཐུན་ཡོད་པའི་གིས་ཨ་ནི་གང་ཟག་ཅིག་ཡང་ཨ་ནི་བཀའ་བློན་ཁྲི་པ་ལ་ཡང་འདུག་ཁྱོད་གོ་ས་རེད་ཨ་འདི་གང་ལྟར་ད་ལྟ་ང་ཚོའི་གིས།

ཨ་ཀ་ལི་དལ་དང་གཅིག་གཅིག་ལ་ནི་ད་ལྟ Party Multi Party System Party དཔེ་མང་པོ་རོ། ཨ་ནི་ད Party དེ་ཡོད་བ་ཡིན་ན་དེ་གི་ཁྱད་པར་ག་རེ་ཡོད་རེ་ལ་གུ་དུ་ལ་བས་ན། ཨ་ནི Party ཁོ་རང་རང་གི་ལངས་ཕྱོགས་གཅིག་ཡོད་དུས་ཙམ་པ་ལ་ཡ་ལངས་ཕྱོགས། ད་གང་ལྟར་རང་བཙན་གཙང་མ་རྩོད་གི་ཡིན་ལ་གུ་ཡིན་ནའི་རེད་དབུ་མ་ལམ་རྩོད་གི་ཡིན་ལ་གུ་ཡིན་ནའི་རེད་བུད་མེད་གི་བདེན་མཐའ་གསལ་བ་ལ་ཡ་ཤིག་ཞུ་བ་བྱེད་གི་ཡིན་ལ་ནི Party ཡོད་ག་རེ་ནས་ཡོང་སྲིད་རོ་ཡང་བོད་པའི་གི་ཁོར་ཡུག་དང་གཅིག་བརྟེན་པའི་གི་ཨ་ནི་ཡང Party གཅིག་གི་ལངས་ཕྱོགས་གཅིག་གི་གཅིག་ཡོང་ཆོག་རོ། གལ་སྲིད Party གི System དེ་ཡོད་པ་ཡིན་ན་ཨ་ནི Party ནང་ལོགས་ནང་ལོགས་ལ་སུ་ཞུ་བ་ཡིན་པ་ཡིན་ན་ཡང་དེ་ནས Party ནང་ལོགས་ནས་ཡ་མི་དེ་ཡང། གང་ལྟར་བཀའ་བློན་ཁྲི་པ་ལ་འཁོད་གི་ཡོད་པ་ཡིན་ན། ཨ་ནི་ཁོ་རང་གི་དུས་ཚོད་ཨ་ནི་ལོ་ལྔ་ནང་ལོགས་ལ་ཡང་ཁོ་རང་གི་ལས་འགུལ་ག་རེ་སྤེལ་གི་ཡོད་པ་ཡིན་ན་དེའི་སྒྲོམ་གཞི་གཙོ་བོ་འདྲ་དེ་ཨ་ནི་པར་ཏི་ཁོ་རང་རང་གི་གང་ལྟར། རྨང་གཞི་འདྲ་བོ་ཅིག་གཉེར་ནས་གཏིང་ཚགས་འཁྱོག་འཁྱོག་ར་ལྟ་གང་ལྟར་བོད་རང་བཙན་རང་ལ་རྩོད་གི་ཡིན་ལ་ན་ཨ་ནི་ཁོ་རང་ཚོའི་གི་འགྲོ་སྟངས་འགྲོ་ལུགས་འཆར་གཞི་འདྲ་བྱས་ཨ་ནི་འདི་རང་ལ་ལག་བསྟར་བྱས་ནས་ཨ་ནི་གང་ལྟར་ཕ་སྐད་དེ་པར་ཏི་རང་གི་ཐུན་མིན་གྱི་ཡར་སླེབས་ནས་ཨ་ནི་ཡར་རྡོག་སྤི་རྒྱག་རྒྱབ་ནས་ཡར་རྡོག་བཞིན་ཡར་ཨ་ནི།

ནི་ག་ད་པར་ཏི་མེད་པ་ཡིན་པ་ཡིན་ན་ནི་ག་རེ་བྱ་དགོས་ཡོད་ལབ་དགོས་ད་ལབ་ཡ་ལ་ཡ་ག་ད་ད་ད་ལན་གྱི་སྲིད་སྐྱོང་ག་འདྲ་ཅིག་ཡིན་པ་ཡིན་ནས་ཅིག་ཡོང་གི་ཡོད་པ་ཡིན་ན་ད་འདི་ཁོ་རང་རང་གི་སྒེར་གྱི་ཨ་ནི་ལངས་ཕྱོགས་དང་ལྟ་བ་དང་འདི་འདྲའི་སྒང་ནས་ཁོ་རང་ལ་འོར་འཕེན་འོང་དུས་ཨ་ནི་ཁོ་རང་གི་འདུག་ཟེར་ནས་ལག་བསྟར་འཁྱེར་ནས་འགྲོ་འོང་དུས་ལོ་ལྔ་ཅིག་བྱེད་ཀྱི་རུ་བ་ཨ་ནི་འདི་མ་ཡིན་པའི་གི་མ་འོངས་པ་ལ་ཡ་གལ་སྲིད་ཁོ་རང་མ་ཐོབ་པ་གཞན་པ་ཅིག་སླེབས་ཀྱི་ཡོད་པ་ཡིན་ན་ཨ་ནི་འདི་ཁོ་རང་གི་ཁ་སི་སྙན་དམག་གི་བྱེད་ཕྱོགས་འདི་གང་ཟག་ཕ་གས་ད་དཔེ་བྱས་ན་གོམ་པ་དང་རྒྱན་པའི་གོམ་པ་རྒྱབ་ས་ཡོད་ན།

མི་གཅིག་ཐོབ་དགོས་ཡོད་པ་ཡིན་ན། པ་ཏི་གཅིག་ད་ག་རང་གི་མི་གཅིག་ཐོབ་དགོས་ཡོད་པ་ཡིན་ན་པ་ཏི་ཁོ་རང་གི་ལངས་ཕྱོགས་དེ། ད་མེན་རྩ་རྐང་གཙོ་བོ་འདྲ་དེ་གཅིག་པ་ཡིན་དུས་ཙམ་པ་ལ་ནི་དེ་མུ་མཐུད་ནས་འགྲོ་ཡ་དང་དེ་ལག་བསྟར་རྒྱག་ཡ་དང་རྒྱུ་འབྲས་ཡག་ག་ཐོན་ཡ་དང་ཕུགས་རྒྱང་རིང་པོ་གི་འགྲོ་སྟངས་འགྲོ་ལུགས་ཅིག་གང་ནས་འཆར་གཞི་བཀོད་ཡ་རེད་གཅིག་སྒྲུབ་ཐུབ་ཡ་དེ་ཡག་ག་ཡོད་རེད་ཟེར་ན་གཅིག་ལབ་གི་འདུག་ཁྱེད་རང་ཚོས་ག་རེ་བསམ་གི་འདུག་དེ་གཅིག་ལབ་ད་པ་ཏི་སིསྟེམ་དེ་ཡོད་ན་ཡག་ག་རེ་བྱུང་གི་འདུག་ཡང་པ་ཏི་སིསྟེམ་དེ་མེད་ན་ཡག་ག་རེ་བྱུང་གི་འདུག་དེ་ཡང་དྲི་བ་གཅིག་ཡིན། ཨ་ནི་འོང་འདི་འདྲས་ཟེར་ནས་གཅིག་རེ་བཞག་ཨ་ནི་ཡང་ང་ཚོའི་གི་དམངས་གཙོ་ནང་ལོགས་ལ་ད་མེད་དུ་ད་ག་ད་མེད་དུ་མི་རུང་བ་ད་ཨ་གར་ས་དམངས་གཙོ་ཞེན་པགས་ལ་བཅས་མེད་འགྱོགས་དེ་ག་ད་ཚང་མ་ད་ལ་ཐུབ་ས་མ་རེད་ལུང་པ་མེ་འཇོར་དེ་བརྒྱ་ཆ་དགུ་བཅུ་ལ་ཡོད་ས་མ་རེད་ཨ་ག་ད་སྐུ་ཞོགས་དང་ཨ་ནི་ལ་ཡ་ད་ད་བོད་ལུགས་ཡ་འཇོར་ཨ་སྐུ་ཞོགས་གི་ཨ་ནི་ད་ད་ད་ང་ཚོའི་གི་དམངས་གཙོ་ནང་ལོགས་ལ་ཡང་ལུང་པ་ཞེན་པགས་དང་མ་འདྲ་བའི་ག་རེ་ཡོད་རེད་ལབ་བས་ན་ཁྱད་ཆོས། དགེ་འདུན་པ་ཡིན་དགེ་འདུན་པ་དང་དགེ་འདུན་མ་དེ་ཚོ་ཡིན་པ་ཡིན་ན་ཁོ་རང་ཚོས་ཀྱི་ཆོས་ལུགས་ལ་ཡང་བོར་ཅིག་ལོ། ཆོས་ལུགས་ནས་བོར་ཁོ་རང་ཚོས་ཀྱི་ཆོས་ལུགས་ཀྱི་ད་དགེ་ཚིགས་སུ་བདམས་རྒྱུ་ནས་དེ་འདྲའི་ཀྱི་བོར་གཉིས་ཕ་གི་ནང་ལོགས་ལ་བོར་ཅིག་ལུགས་རོ། ཨ་ནི་ཡང་དེ་ནང་བཞིན་བྱས་ནས་ད་ག་རང་དགེ་འདུན་དགེ་འདུན་དགེ་འདུན་པ་དང་དགེ་འདུན་མ་གི་ཨ་ནི་ཡང་ཕ་ཕྱོགས་ལ་ཡང་མི་རྒྱ་ནང་བཞིན་བྱས་ནས་མི་རྒྱ་ཀྱི་ད་ག་ད་བོར་གཅིག་གཉིས་གསུམ་བཞི་ག་ཚོད་ལུགས་ཨེ་ཡོད་རྒྱུ་དེ་གཅིག་པ་གཅིག་ག་ད་ཐེངས་པ་གཉིས་ཁོ་རང་ཚོས་ཀྱི་བོར་ལུགས་དགོས་རེད། ཨ་ནི་ད་དེ་ཡག་པོ་རེད། ད་ལུགས་དགོས་ཡས་ཀྱི་རྒྱུ་མཚན་འདྲ་དེ། ལག་བསྟར་ཁྱད་དགོས་དེ་ག་འདྲ་ག་འདྲའི་བྲོ་བ་རེད་དུ་ལབ་པ་ཡིན་པས་ན་ནི་སྙན་མ། ཀ་བ་སྙན་མ་ནས་བྱིན་ད་གང་ཚུལ་བོད་བོད་པའི་གི་ག་འདྲ་ཆབ་སྲིད་ལ་དུས Politics དང་ཆབ་སྲིད་ལར་མ་བཞིན་གི་སྲིད་ལ་ངས་དེ་དཔེ་ཉུལ་ཉུལ་རུ་བ་ག་འདྲ་ཅིག་གི་མི་ང་ཚོའི་རྒྱལ་ནང་ལོག་ནས་སྐད་ཆ་ཅིག་སྐད་ཆ་འདྲ་བོ་བཤད་དུས་དུས་ཙམ་པ་ཡིན་ནས་ང་ཚོའི་སྲིད་སྲིད་ལ་ནི་ཞེ་དྲག་དོན་གོ་མི་འདུག་ཁོ་ཚིག་ཁོ་རང་ལ་ཡང་དོན་འགྲོ་དུས་ཙམ་པ་ཁོ་རང་ཡིན་པས་ན་ཆབ་སྲིད་ལ་ནི་མཉམ་དུ་རང་ག་འདྲ་དེ་ཟུང་འབྲེལ་བྱས་ནས་ག་འདྲ་དཔེ་ལྷད་མ་ལྷག་བ་ན་བཞིན་བྱས་ནས་དཔེ་ག་འདྲ་ཅིག་གི་ཆུ་དང་འོ་མ་ན་བཞིན་བྲོ་བ་བྱས་ནས་ག་འདྲ་དབྱེ་བ་དཔེ་མེད་དེ་ཅོག་གི་ང་ཚོའི་གི་སྤྱི་ཚོགས་འགྲོ་བ་ཅིག་ཡིན་པ་སྙམ་མ་འགྲོ་འགྲོ་སྟངས་ཨེ་འདྲས་འགྲོ་བ་ཅིག་གང་ནས་འགྲོ་འོང་དུས་ཙམ་པ་ལ་དཔེ་མཉམ་དུ་སྦྲེལ་ཏེ་ནི་ཞུགས་ཤུགས་ཆུང་པོ་ཅིག་མིའི་སྤྱི་ཚོགས་མི་མིའི་གི་གང་དང་ཉིན་རེ་ཉིན་རེ་གི་བསམ་བློ་བཏང་སྟངས་དང་ག་རེ་ཡིན་པ་ཡིན་ནས་ད་ལྟ་ཆོས་ལུགས་དང་ཤུགས་ཆུང་པོ་ཅིག་སྦྲེལ་ནི་ཡང་ང་ཚོའི་སྤྱི་ཚོགས་འདི་དུབ་སུ་འགྲོ་འོང་དུས་ཙམ་པ་ལ་ཡང་ནི་ཆོས་ལུགས་གི་འཐུས་མི་འདི་བཞག་ནི་གཉིས་ད་ཆོས་ལུགས་གི་འཐུས་མི་ཨ་ནི་བཅུ་བཞག་པ་ཡིན་ནི་གང་ད་མ་འོངས་པ་ལ་ཡིན་པ་ཡིན་ནས་རེད་ད་ལྟ་ཡིན་པ་ཡིན་ནས་ཨ་ནི་ཆོས་ལུགས་འདི་འབད་མ་ཡས་མ་འགྲོ་ཡ་ཆེད་དུ་གང་ད་མི་མང་པོ་ཞུགས་ཅིག་ཨ་ནི་ཆོས་པ་དང་ཨ་ནི་སོ་སོའི་གི་རྩ་བའི་བླ་མ་རེད།

ད་ཐར་ཟང་གི་སྤྱི་ཚོགས་ང་ཚོ་བོད་པའི་སྤྱི་ཚོགས་ད་ག་ཚོད་ཀྱི་ཡར་རྒྱས་ལ་གནས་རེད། ག་ཚོད་ཀྱི་ད་སྐད་གྲགས་ཞུ་བོ་ཅིག་ད་ཕྱི་རྒྱལ་ལུང་པ་ག་བ་ཡི་འཛམ་བུ་གླིང་ལ་སྐད་གྲགས་ཞུ་བོ་ཡོད་ལ་གུ་ཡོད་ག་འདྲས་ལ་གུ་ཡོད་པ་ཡིན་ནས་མིན་ནས་ད་ག་ད་རྐང་གཙོ་བོ་ཐུག་ས་ར་དེ་ནང་ཆོས་རང་ལ་ཡ་ཐུག་འགྲོ་བོ་ར་ང་ཚོའི་གི་ཆོས་ཐོག་ནས་ཨ་ནི་འཛམ་བུ་གླིང་ལ་ཡ་ག་ད་མཚན་སྙན་གྲགས་སྲིད་ཅིག་འཛམ་བུ་གླིང་མི་ཡི་གི་ང་ཚོ་ལ་ཡ་འདུག་ཟེར་ནས་ལྟ་ས་འདྲ་བོ་དེ་ཨ་ནི་ག་ད་ཆོས་རང་ཅིག་སྒང་ནས་རྐང་གཙོ་བོ་འདྲ་དེ་ཆོས་རང་གང་ནས་ཨ་ནི་ང་ཚོ་ལ་ལྟ་འོང་དུས་འཛམ་བུ་ལ་ཡ།

སྒྲོམ་གཞི་དེ་ཚང་ག་ས་སྤྱི་ཚོགས་སྒྲོམ་གཞི་གཞུང་གི་གཞུང་གི་སྟངས་འཛིན་བྱེད་སྟངས་དེ་ཚང་མ་ག་ཅིག་ཅིག་མཐོང་འོང་དུས་ཙམ་པ་ལ་ནི་མི་མང་པོ་ཅིག་གི་ད་ལྟ་ད་དམིགས་བསལ་གྱི་གཞོན་སྐྱེས་ནང་ལོགས་ལས་མང་པོ་ཡོད་རེད་ག་ད། ལུང་པ་དམངས་གཙོ་འདྲ་བོ་ཅིག་ཡིན་པས་ན་ཨ་ནི Individual གཅིག་ལ་ཡང Vote གཅིག་ཕན་ཕན་ཡན་དེ་མ་བཞིན Individual གཅིག་གིས་ཨ་ནི Vote གཉིས་ཕན་ཡན་དེ་ཨ་ནི་དམངས་གཙོ་ཏག་ཏག་ཅིག་བསྡད་ཀྱི་མི་འདུག་ག་ད་ཁ་ཤས་ལས་ཅིག་གིས་དམིགས་བསལ་སྟངས་བཞག་རྒྱུ་འདྲ་བོ་ཅིག་འདུག་ལ་ནི་ཡང་དེ་འདྲས་ཅིག་ནི་དགག་པ་རྒྱག་ཡ་དེ་མང་པོ་ཅིག་ད་དེ་བཞག་ཡོང་དེ་འོ་རེད། འོང་དེ་འདྲའི་འགྲོ་ཅིག་རེ་བཞག་ནི་ཁྱེད་རང་ཚོ་གིས་ག་རེ་བསམ་གི་འདུག་ད་དེ་ཆོལ་ཁ་ནང་ལོགས་ལས་ཡག་སྤྱི་འཐུས་གཉིས་ག་ས་ཆོལ་ཁ་གི་ནི་ཆོལ་ཁའི་གི་ཐོག་ནས་ཡག་སྤྱི་འཐུས་ཡག་སླེ་དེ་ཅིག་བོད་དེ་དམིགས་བསལ་གི་ལུགས་ནས་ཡག་སླེ་དེ་ཁྱེད་རང་ཚོ་ཡག་པོ་རེ་དྲན་གི་འདུག་ཡག་པོ་མ་རེ་དྲན་གི་འདུག་ཨ་ནི་ཡག་པོ་ཡིན་ན་ཡིན་པའི་ག་རེ་ཅི་ནི་རེ་དྲན་གི་འདུག་ཨ་ནི་ཡག་པོ་མེད་པ་ཡིན་ན་ཡག་པོ་མ་རེད་ལ་ནི་ཡང་རྒྱུ་མཚན་ག་རེ་འདྲ་བོ་ཅིག་རེ་དྲན་གི་འདུག་ཁྱེད་རང་ཚོས་ཨ་ཅིག་བསམ་ཚུལ་ཅིག་མ་སྤུངས་དང་ཨ་ནི་ཡང་ང་ཚོས་ག་འདྲའི་དྲོ་ཞིག་རེད་འདུག་ལ་ཡ་ཅོ་རང་འདི་དམངས་གཙོ་ཡིན་དུས་ཙམ་པ་ལ་ཡང་ཡང་ག་རེ་ཟ་བསམ་ཚུལ་ག་རེ་ཡིན་ནས་ཁྱེད་ཆོག་རོ་ག་འདྲ་ཡག་པོ་རེད་ལ་ནས་འགྲིག་གོ་རེད་ག་འདྲ་དམངས་གཙོ་རེད་རོ་དམངས་གཙོ་ཡིན་དུས་ཙམ་པ་ལ་ཡང་སོ་སོའི་གི་བསམ་བསམ་བློ་ག་རེ་ཡིན་ནས་ཁྱེད་ཆོག་རེད་ག་འདྲ་འདི་ཁས་ཆེ་ང་ཚོའི་སྤྱི་ཚོགས་ཡར་རྒྱས་གཏང་ཡའི་ཆེད་དུ་ལ་ཁྱེད་གོ་ཡོད་ན་འགྲིག་གོ་ཡང།